ཨོ་ལ་སོ་ད། དེ་ནས་རོང་ཟོམ་ནང་ཆུང་གཉན་ཕྲན་གྱིས། དེ་ནས་ད་གཟིགས་མོ་བ་ཚང་མ་ལ་ཐོག་མར་མཚམས་འདྲི་བཀྲ་ཤིས་བདེ་ལགས་ཞུ་བ་དང་ཆབས་ཅིག་ཏུ། དེ་ནས་དེ་རང་ང་ཚོ་གི་ཡང་བསྐྱར་མུ་མཐུད་ནས་དེ་ནས་ད་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་ཞེས་པ་ད་སྔ་མོ། སོ་སོ་སྒེར་ངོས་ནས་ད་གཅིག་རྒྱ་ཡིག་ནས་བོད་ཡིག་ལ་བསྒྱུར་བའི་རྒྱ་ནག་གི་བསམ་དོན་གཞུང་ལུགས་གི་རྩ་བའི་མདོ་གཞུང་ཟེར་ན་འདྲ་བྱེད་གཞུང་གལ་ཆེན་པོ་ཞིག་རེད། ད་ལྟའི་བོད་ཡིག་ཏུ་བསྒྱུར་ནས་དེ་ལ་བལྟས་ནས་མི་སེར་གྱི་དགོས་པ་རྒྱུ་མཚན་འདྲ་བོ་གང་རེད་ཟེར་ན། ད་ང་ཚོ་བོད་ཀྱི་ལྔ་མཆོད་ཡང་ལོ་རྒྱུས་ཀྱི་དུས་རིམ་ངེས་ཅན་ཞིག་གི་ནང་ལ་ནི་བོད་པ་རྣམས་ཀྱིས་དེ་གི་བསམ་གཏན་ཆོས་ལུགས་ལ་དགག་པ་བརྒྱབ་ནས་ཁྱད་པར་དུ་ཧྭ་ཤང་གི་ལུགས་ཟེར་ནས་ད་ལྟ་གཅིག་འདི་ཕར་ཆེར་དགག་ཕྱོགས་སུ་སོང་གདའ་པ་དེ་འདྲས་ཤིག་ཀྱང་ཡོང་གི་འདུག་ད་ཡིན་ན་ཡང་དེ་ལ་ཡང་སྔོན་གྱི་སྐྱེས་ཆེན་དམ་པ་རྣམས་ཀྱིས་ཡོངས་སུ་དེ་གི་བརྒྱ་ཆ་བརྒྱ་ཐམ་པ་གཅིག་གྱུར་གྱི་ཐོག་ནས་དགག་ཕྱོགས་སུ་བཟུང་བ་རེད་དམ་ཟེར་ན་དེ་ཡང་མ་རེད། ད་ཡིན་ན་ཡང་རྩོད་རྒྱུགས་ཀྱི་དེ་ནས་བཤད་སྟངས་འདྲ་བོ་གང་དུ་བཏང་ན་དེ་ཅིག་ལྟ་སྟངས་ཡག་པོ་མེད་པ་དེ་འདྲ་རེད། དེ་ཙམ་དུ་མ་ཟད་ད་དེའི་སྐབས་དེ་ལ་སྤྱིར་བཏང་གི་རྒྱ་ནག་ཧ་ཤང་གི་ལུགས་ཟེར་བ་དང་རྒྱའི་བསམ་འདུན་གྱི་ལུགས་ཟེར་བ་དེ་ཚོ་ཡོངས་ཁྱབ་ཀྱི་ཐོག་ལ་ཅིག་ངོས་འཛིན་གྱི་གསར་ཁ་འདྲ་བོ་བཏང་ན་ཡང་དེའི་ནང་གསེས་ཀྱི་ཅིག་དབྱེ་མཚམས་ཀྱི་ཤེས་བྱ་དེ་ཚོ་མེད་པ་དེ་འདྲའི་ཡི་གི་ཐོག་ནས་ཡང

བོད་པ་རྣམས་ཀྱིས་ད་གི་ཧ་ཤང་གི་ལུགས་ཁྱད་པར་དམ་ལྷ་ཡ་ན་གི་ཧ་ཤང་མ་ཧ་ཡ་ནའི་ལུགས་ལ་ངོས་འཛིན་བྱེད་སྟངས་ཀྱི་སྐོར་ལ་རྒྱ་ནག་རང་ནས་ཀྱང་ད་གི་བསྐྱར་དུ་ད་གི་དོགས་འདྲི་དང་བླ་སྔོག་བྱེད་ཡ་དེ་འདྲ་ཡང་བྱུང་ཞག་དེ་ནི་ཉེ་ཆར་གི་དུས་རབས་ཀྱི་ནང་ལ་ཡིན་ན་དེ་བས་ཀྱང་དོན་དཔང་ནས་ད་རིག་པ་ཡང་དག་པར་ངེས་པ་ལ་སོགས་པ་དེ་གི་དེ་གཞུང་བརྩམས་ཆོས་དེ་འདྲ་ཐོན་པ་རྒྱུ་མཚན་དེ་ཤེས་ནས་དེ་ནས་བསམ་ཡས་རྩོད་པ་དང་དེའི་སྐོར་ལ་བསྐྱར་དུ་བླ་སྔོག་བྱེད་པའི་ཚ་རླབས་གཅིག་དང་སེམས་ཀྱི་དབང་དུ་བཏང་ན་ཤ་སྟག་བྱས་ན་འཆོལ་བ་པོ་དེ་འདྲ་རེད། རེད་དེ་ཡིན་ན་དེ་ལས་སྔ་བ་གི་སྐབས་སུ་ཡང་ད་སྐ་ཐོག་རིག་འཛིན་ཚེ་དབང་ནོར་བུ་དང་ད་ནི་ཇོ་ནང་ཀུན་མཁྱེན་ཏཱ་ར་ནཱ་ཐ་དང། དེ་ལས་སྔ་བ་གི་ད་ཡིན་ན་དེ་ཀུན་མཁྱེན་ཀློང་ཆེན་རབ་འབྱམས་དང། དེ་བཞིན་དུ་ནི་ད་ཅིག་ནུབ་ཆེན་པོ་སངས་རྒྱས་ཞིག་ལ་སོགས་པའི་གཞུང་ལུགས་དེ་དག་གི་ནང་ན་ཨིན་ཏང་ཕྱོགས་ཀྱི་དེ་གི་གདེང་འཇོག་བྱས་པ་མང་པོ་ཞིག་མཐོང་གི་ཡོད་རེད། ད་ཡིན་ན་ཡང་དེང་སང་ད་ད་ལྟ་སྐབས་སུ་བབས་པའི་ང་ཚོ་གི་ཤུལ་བཞག་དེ་ཧཱ་ཤང་མ་ཧཱ་ཡ་ན་གིར་གྱི་ལྟ་བུའི་གཞུང་ལུགས་དེ་འདྲ་ཅང་མ་རེད། ཡིན་ན་ཡང་ཧཱ་ཤང་མ་ཧཱ་ཡ་ན་གིས་རྒྱུད་པ་གི་ཁུངས་གཏུགས་ས་གི་གོ་རིམ་གྱི་ཆོས་བརྒྱུད་དེ་གང་རེད་ཟེར་ན་བསམ་གཏན་ཆོས་བརྒྱུད་གཅིག་གི་ཁྱབ་ཁོངས་ཡིན་དུས་ད་བསམ་གཏན་ཆོས་བརྒྱུད་ཟེར་ན་ཅི་ལྟ་བུ་ཞིག་དང་མ་ཧཱ་ཡ་ན་ཟེར་ན་དེའི་བྱེ་བྲག་གི་ལྟ་བའི་རྒྱུད་པ་འཛིན་མཁན་ཞིག་རེད་དུ་ཡོད་དུས་གང་ལྟར་ཡང་ད་ལྟའི་ཆ་ལ་ཡིན་ན་ང་ཚོ་གི་དེ་གི་བསམ་འདུན་པ་སྤྱིའི་དེ་གི་ལྟ་གྲུབ་དེ་ཐོག་ལ་དེ་བསམ་བློ་གཏང་བཞིན་པ་དེ་འདྲ་རེད། ད་ལྟའི་འདྲའི་འདི་བསམ་འདུན་པའི་དེ་གི་ལྟ་གྲུབ་དེ་ལ་སྔ་ཕྱིའི་རིམ་པ་གོང་དུ་བཏང་ན་གལ་འགངས་ཆེ་བ་ཁ་ཤས་ཅིག་ཡོད་ས་རེད་ད་རྒྱ་གར་འཕགས་པའི་ཡུལ་དུ་དེ་ནས་ད་ཤ་ཤ་རྩ་བའི་གཞུང་ལྟ་བུ་དེ་དེ་ནས་ལིང་གར་བཤགས་པའི་མདོ་དང་དེ་ནས། དེ་ག་ད་རྡོ་རྗེ་སྤྱོད་པ་ལ་སོགས་པ་སྟེ་གཙོ་བོ་བསམ་གཏན་པ་རྣམས་ཀྱི་ད་དེ་བཅའ་བྱ་རྩ་བའི་གཞུང་ཟེར་བ་ནང་བཞིན་གྱི་ཅིག་ཧཱུྃ་གདུགས་ས་འདྲ་བོ་དེའོ་དེ་འདྲ་ན་ཡོད་རེད། དེ་ནས་མ་ཧཱ་ཡོང་བའི་སྐབས་སུ་དེ་གོང་སོགས་ཀྱི་ད་རྒྱ་ནག་གི་ཡིན་ན་རྒྱ་ནག་གི་ད་སློབ་དཔོན་ད་བཀའ་བྲག་ཅན་ད་རྒྱ་ནག་ལ་ཕེབས་མཁན་གྱི་རྒྱ་གར་གྱི་སློབ་དཔོན་སློབ་དཔོན་ཆེན་པོ་དར་མོ་དེ་རེད་དེ་ནས་དར་མོ་གི་གཞུང་ལུགས་དེ་ཚོ་ཡིན་ན་ད་ད་ལྟའི་ཆ་ལ་དེ་ནི་བོད་ཡིག་གི་ཐོག་ལ་ཡོད་ཚད་འགྱུར་བཞིན་པ་དེ་རིགས་ཅིག་ཡིན། ཅི་ཞིག་ན་ནི་ད་ལོ་དེ་ག་དེ་ལོ་འདིའི་ནང་ལ་རྣམ་པ་ཚང་མའི་སྤྱན་ལམ་ལ་ཕར་ཆེར་གཟིགས་འབུལ་བྱེད་ཐུབ་པ་དེ་འདྲའི་རེ་བ་རྒྱབ་ཀྱི་ཡོད། དེ་དང་མཉམ་དུ་ནི་ད་ཅིག་སྤྱི་ཚོགས་ཀྱི་ཐོག་ལ་ཕྱིའི་ཡོངས་སུ་དག་གི་དཀའ་རྟགས་ཆེ་བ་དེ་ད་ཅིག་འགྲོ་དོན་ཕྲིན་ལས་རྒྱ་ཆེ་བ་དེ། སློབ་དཔོན་ཆེན་པོ་ཧུའེ་ནན་གྱིས་དམ་ཆོས་རིན་པོ་ཆེ་བཏགས་པའི་མདོ་དེ་རེད། དེ་ཡིན་དུས་དེ་ལྟ་བུའི་དམ་ཆོས་རིན་པོ་ཆེ་བཏགས་པའི་མདོ་འདི་བོད་ཡིག་ལ་བསྒྱུར་ནས་ཨ་ནེ་རྣམ་པ་ཚོ་ལ་ཁེ་ཕན་འདྲ་བོ་ག་རེ་ཅིག་ཡོད་རེད་ཟེར་ན། ཡང་ངས་དེ་བསམ་སོང་སྟེ་ཕྱོགས་གཅིག་ནས། ད་རྒྱལ་བའི་བཀའ་འགྱུར་དང་གཏན་ཐེར་ལ་སོགས་པ་ནང་ན་མི་བཞུགས་པ། ཐེག་པ་རིམ་པ་འགའི་ནང་ལ་མ་བྱུང་བ་དེ་འདྲའི་གི་སྤྱིར་བཏང་གི་ཅིག་ཏིག་གསར་པ་དང་རྒྱ་ཆེ་བ་ལོགས་ཁ་ཅིག་ཡོད་རེད་བས་ཟེར་ན་དེ་ད་ཡོད་མ་རེད། ད་ཡིན་ན་ཡང་ད་ལྟའི་ཆ་ལ་སྤྱིར་བཏང་ག་ཚོགས་པའི་གོང་འོག་ཚང་མ་གི་སངས་རྒྱས་ཀྱི་བསྟན་པ་ཟེར་བ་དེ་ཕན་ཚུན་གཅིག་གི་གཅིག་ངོ་ཤེས་ནས་ཕན་ཚུན་ཅིག་ཏིག་སྔར་ལས་ལྷག་པའི་ཅིག་གཅིག་ཆོས་གྲོགས་ཕན་ཚུན་གི་བར་ལ་དེ་ངོ་ཤེས་རྒྱུས་ལོན་བྱས་ནས་དད་པ་དག་དང། དག་སྣང་དང་ནི་གུས་ཞབས་ལ་སོགས་པ་དང་ནི་དེ་རྒྱུ་མཚན་བཞི་པོའི་ཐོག་ནས་དེ་དེ་དེ་རྒྱུས་ལོན་དང་ནི་དེ་ངོས་འཛིན་ཡང་དག་པར་ཅིག་བྱེད་དགོས་པ་དེ་ཚོ་ཅིག་ཡིན་པ་དེ་རྒྱལ་བའི་དམ་པ་རྣམས་ཀྱི་བླ་མ་རྣམས་པས་གསུང་བཞིན་པ་རེད་ལག་ལེན་གྱི་ཐོག་ནས་ཡང་འགྲོ་བཞིན་པ་རེད་དེ་འདྲའི་གི་དུས་བབ་ཅིག་གི་ཆ་རྐྱེན་གི་འོག་ནས་བསམ་བློ་བཏང་བ་ཡིན་ན་ང་ཚོ་གི་ངེས་པར་དུ་གཞུང་ལུགས་འདི་ཚོ་འོ་འདི་འདྲའི་ཅིག་གསུང་ཁུངས་འདི་བ་ཟེར་ཡ་དེ་ཧ་གི་བ་ཡིན་ན་རང་ཉིད། ཉིད་ཀྱི་ཐུགས་པ་དང་བསམ་པ་དང་བསྒོམ་པའི་ཤེས་རབ་རྐང་གཅིག་ངང་ཉིད་ཀྱིས་ན་མདོར་ན་དེ་ཕུན་སུམ་ཚོགས་པའི་ཡན་ལག་ཟེར་ན་འདྲ་འདྲ་བཟང་ཕྱོགས་ཀྱི་ཆ་རྐྱེན་ཞིག་ཆགས་ཏེ་ཡོད་པ་ཡིན་དུས་དེ་འདྲའི་ཞིག་གི་བསམ་བློ་གི་ཐོག་ནས་དེ་ནས་གཞུང་འདི་ལ་ལྟ་བ་ཡིན་ན་ཡག་པོ་ཡོད་རེད་བསམ་གྱི་འདུག་ཁྱད་པར་དུ་དཔེར་ན་ང་ཚོ་དེང་སང་རྒྱལ་སྤྱིའི་འཛམ་བུ་གླིང་གི་ནང་པ་གཅིག་ངོས་ནས་བསམ་བློ་བཏང་བ་ཡིན་ན་ཡང་ད་ཅིག་ནང་པ་གི་གྲངས་འབོར་གཅིག་གི་སྒོ་ནས་བརྩི་བ་ཡིན་ན་རྒྱ་རིགས་དེ་གྲངས་འབོར་མང་ཤོས་རེད། དེ་གཅིག་པོ་མ་ཡིན་པར་དེ་གའི་དེ་བསམ་འདུན་པ་དེ་ཡང་བརྒྱུད་པ་ཞིག་ངོས་ནས་ཧ་ཅང་གལ་ཆེ་ཡོད་རེད། དེ་འདི་དེ་ཡང་བསམ་འདུན་པའི་ཆོས་བརྒྱུད་དེ་རྒྱ་རིགས་ཀྱི་ཁྱབ་ཁོངས་ལས་རྒྱག་པ་དེ་སྒར་དུ་ཡོད་རེད། རྒྱ་རིགས་ཀྱི་ཁྱབ་ཁོངས་ལས་སྒར་ནི་དེ་གའི་ད་ཁོ་རེ་ཡ་དང་ནི་འཇར་པན་དང་ནི་ཝེ་ན་ཝེ་ནམ་དང་ནི་དེ་ལ་སོགས་པའི་དེ་གའི་དེ་ཁྱབ་ཁོངས་དང་དེང་སང་ནུབ་ཕྱོགས་པའི་སྤྱི་ཚོགས་ལ Zen Bodhi Bodhism ཟེར་ནས་དེ་ཧ་ཅང་སྐད་གྲགས་ཆེ་བ་ཨ་རི་ལ་སོགས་པ་ན་ཡང་ཚང་མིན་དེ་གའི་དོ་སྣང་བྱེད་བདེ་བའི་དེ་གའི Zen གྱི་ཆོས་ལུགས་དེ་ད་གྲགས་དང་མ་འདྲ་རེད་མ་གཏོགས་ཡིན་གྱི་ཟན། ཁྲན་ཟེར་བ་དེ་ཁྲན་རྫོང་བོད་སྐད་ལ་དོན་སྒྱུར་བྱས་པ་དེ་དེ་གི་ད་བསམ་དོན་ཆོས་ལུགས་ཟེར་བ་དེ་རེད། དེ་ཡིན་དུས་འདི་འགྲོ་དོན་དང་ཕྲན་ལས་བསམ་གྱི་མི་ཁྱབ་པ་ཆེན་པོ་ཡིན་ཙང་སྟག་མདུང་ཕྲན་ལས་ནང་གི་མཐའ་དང་མཉམ་ཟེར་བའི་ཚིག་ཅིག་སྔ་མོ་ང་རང་གི་ཡང་དེ་གི་འབྲེལ་ཡོད་ཀྱི་རྩོམ་ཡིག་དེ་འདྲའི་ནང་ལ་བྲིས་ཡོད། ཨ་དེ་འདྲ་ཡིན་དུས་སྟག་མདུང་ཕྲན་ལས་འདི་དངོས་གནས་ནང་གི་མཐའ་དང་མཉམ་པ་དེ་འདྲ་ཞིག་རེད། དེ་འདྲ་ཡིན་དུས་དེ་ལྟ་བུའི་དུས་ཡོངས་ལ་ཕུན་སུམ་ཚོགས་པ་ཅིག་དེ་ང་ཚོ་སློབ་སྦྱོང་བྱེད་རྒྱུའི་གོ་སྐབས་བྱུང་ནས་ཤི་ན། དེ་ནས་ཅིག་ད་པེ་ན་ཞོའོ་གི་སྒང་ལ་ཧི་མ་ཀ་ར་ད་པ་ནང་བཞིན་སྤྱིར་བཏང་ང་ཚོ་ལ་ད་མདོར་སྔགས་རིག་གནས་དང་བསྟུན་པའི་ཞོའོ་ད་ཡོད་རེད། དེ་གི་དེ་ལྟོ་བ་འདྲ་ངེས་ཡོད་རེད་བྲོ་བ་ཡག་པོ་ཡོད་རེད་དེ་དེའི་སྒང་ལ་ཡང་སྦྲང་རྩི་དེ་ཙ་ཅིག་བླུགས་པ་ཡིན་ན་ཡང་དེ་གི་དེ་དེ་རིགས་ཀྱང་དེ་གི་བྲོ་བ་དེ་ཆད་མ་སོང་ན་བྲོ་བ་དེ་ལ་གནོད་སྐྱེལ་གི་མ་རེད་པ། འོ་དེ་འདྲའི་ཞིག་གི་དེ་གི་ཀུན་སློང་གི་ཐོག་ནས་ང་ཚོ་མཉམ་དུ་སློབ་སྦྱོང་བྱས་ན་འགྲིག་གི་རེད། ང་ད་ཐོག་མར་གི་དེ་སྐད་ཆ་གི་མགོ་དེ་དེ་འདྲ་ཅིག་ཡིན། དེ་ནི་ད་དེ་རིང་གི་དེ་ག་ཤ་ཤ་གི་གཞུང་དངུལ་དེ་ག་འདྲ་རེད་ཟེར་ན་ཡང་བཙུན་པ་ཞིག་གིས་སློབ་དཔོན་ལ་དྲིས་པ། སློབ་དཔོན་ལ་དེ་ག་བཙུན་པ་ཞིག་གིས་དྲིས་རེད་ཟེར་ད་འདི་ལེགས་པར་ཅོར་བདུན་པ་ངང་ན་མ་རུ་འགྲོ་གི་ཡོད་རེད་འདི་ལ་དེ་ནི། དེ་ག་ད་སློབ་མ་མང་པོ་ཞིག་དང་དེ་ནི་ཁོང་ཚོ་གི་བར་ལ་འབྲེལ་བ་ཅུང་བཏང་དང་གཏན་ནས་ཅུང་དེ་མར་ཡོང་གི་ཡོད་ཡང་རྩོམ་པ་ཞིག་གིས་སློབ་དཔོན་ལ་དྲིས་པ། གང་ཟག་ཅི་འདྲ་ཞིག་གིས་རྒྱུ་རུ་ང་པ་ལྷུང་དཔང་མི་བའི་དགོངས་པ་ལོན་པ་ཡིན། ད་དེ་རེད་ད་འདི་ཅིག་སློབ་དཔོན་ལ་ད་དབང་མི་ཟེར་བ་དེ་དེ་དེ་རེད་ཁོང་གི་རྩ་བའི་བླ་མ་སློབ་དཔོན་བཟོད་པ་རྒྱ་ཆེན་ཟེར་བ་དེ་གི་བླ་མ་གཅིག་ཡོད་རེད་པ་ད་རྩ་བའི་བླ་མ་ཞེས་པའི་ཐ་སྙད་དེ་ཡང་དེ་ནི་དངོས་སུ་རྩ་བ་བླ་མ་ཞེས་པའི་ད་ཐ་སྙད་གཅིག་ཡོད་རེད་པ་དེ་དེ་ཕར་ཕྱིར་ཡོང་དེ་ནང་ལ་ཡོང་གི་མི་འདུག་ཡིན་ནའང་བླ་མའམ་སློབ་དཔོན་ནམ་ད་དགེ་བའི་བཤེས་གཉེན་ལ་སོགས་པ་བརྡ་ཆད་དེ་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ཀྱི་རྒྱུ་རབས་སྔ་བ་སློབ་དཔོན་དབང་མེད་བ། ད་དབང་མེད་བ་ཟེར་བ་དེ་ང་ཚོ་ཡིན་ན་བུ་ཐོ་བ་བུ་ཆུང་བ་བསམ་ཡས་པ་ཟེར་བ་ནང་བཞིན་ཅིག་ཡང་རྒྱ་ནག་ལའང་དེ་འདྲའི་ཞིག་གི་ལུགས་སྲོལ་ཅིག་མཚན་འབོར་འཕྲོད་དེ་འདུག་དེ་མ་གཏོགས་ཡང་མཚན་དངོས་སུ་མ་སྨོས་པར་དེ་འདྲའི་བར་དུ་གདན་ས་གི་མཚན་ནས་བཟུང་སྟེ་ཚེ་རབས་གཅིག་སྨུག་བཞག་པ་དེ་འདྲ་ཡོད་ཀྱི་འདུག་བ་འོ་དེ་འདྲ་རེད། དབང་མེད་བའི་དགོངས་པ་ལོན་པ་ཡིན་ཞེས་པའི་ད་དེ་གི་གང་ཟག་དེ་བརྒྱུད་རིམ་ལྔ་པ་ཟེར་བ་དེ་དང་བརྒྱུད་རིམ་ཟེར་བ་དེ་དེ་ནི་སློབ་དཔོན་མ་རེད་འདི་གི་སློབ་དཔོན་འདི་སྟོན་པ་ཐུགས་རྗེ་ཅང་གི་དྲུང་ནས་དེ་ནི་ནི་བསྟན་ཆེན་པོ་དབོ་སོང་གིས་དེ་ནི་ད་ཅིག་མང་སྙན་བརྒྱུད་གི་ཚུལ་དུ་བསྣུབས་པའི་དེ་ནི་དེ་འདྲའི་གི་སྙན་བརྒྱུད་ཅིག་ཡོད་རེད་དེའི་སྙན་བརྒྱུད་དེ་དག་རྒྱ་ནག་ལ་སྤེལ་མཁན་དེ་ལྷ་དཔོན་དག་མོ་རེད་བ། དག་མོ་ནི་མ་ཆིག་བརྒྱུད་ཀྱི་ཚུལ་དུ་རྒྱུད་ཡོངས་དུས་བརྒྱུད་པའང་གྲུབ་ཡོད་བ་རེད་དེའི་ནང་གི་དྲུག་པ་དེ་བྷི་ནང་ཁོང་ཡིན་དུས་ཁོང་གི་བླ་མ་དེ་ལྔ་བ་རེད། དེ་འདྲ་ཡིན་དུས་ཀྱི་བརྒྱུད་རུབ་ལྔ་བ་ཟེར་བ་དེ་དག་སྤྱིར་བཏང་གང་ལ་མང་བོ་ལ་ཚད་རེད་ཡིན་ན་ཡང་ཡང་མཚམས་མཚམས་མ་ཁ་ཞིག་གིས་དེ་གི་ཁོ་རང་མགོ་གི་བྱམས་པ་དེ་ཚོ་མ་བསམ་པའི་ཐོག་ནས་ཡང་ཐད་ཀར་འདས་བསམ་པ་ཡིན་ན་ཡང་ཡང་ཅིག་མཚམས་མཚམས་ལ་འབྲེལ་ཡོད་ཀྱི་གོ་བ་ལས་སླ་བོ་ཞིག་གི་ཐོག་ནས་ཀྱང་ར་འཕྲོད་གོ་བརྡ་འདྲ་བོ་ཅིག་འཕྲོད་ཡག་གི་ཆེད་དུ་ཡང་བསྐྱར་ཟློས་ཀྱི་ཚུལ་དུ་ཡང་འདྲི་བཤད་མ་ཞུས་རང་བཞིན་དེ་འདྲ་ཡོང་གི་ཡོད་རེད་དེ་འདྲ་རེད། སློབ་དཔོན་དབང་མེད་པའི་དགོངས་པ་ལོན་པ་ཡིན་ཞེས་པར་སློབ་དཔོན་གྱིས་རྒྱལ་བའི་གཏམ་པ་ལ་གོ་བ་ལེན་ཞེས་པ་ཞིག་གིས་ལོན་པ་ཡིན་ཆེས་ཟེར་ད་ལྟའི་ཚིག་དེ་ཡ་མཚམས་པོ་ཞིག་འདུག་ད་ཡིན་ན་ཡང་དེ

ད་དེ་འདྲའི་རེ་བ་ཅིག་ཟེར་སངས་རྒྱས་གདམས་པ་ལ་ཟེར་བ་དེ་དངོས་གནས་རེ་ག་རེ་ཡིན་པ་ཤེས་མཁན་ཅིག་གིས་དེ་ཤེས་གི་རེད་ཟེར་བ་ད་དེ་སངས་རྒྱས་ཀྱི་གདམས་པ་ག་རེ་ཡིན་ཤེས་གི་རེ་བ་དེ་ནང་པ་རེད་དེ་ཅིག་གོ་ཅིག་འཛམ་བུ་གླིང་གི་ཆོས་ལུགས་ཆེན་པོ་གསུམ་གྱི་ཡ་གྱལ་རེད་ཟེར་བ་དེ་འདྲའི་ཅིག་ཡིན་ས་མ་རེད་ད་འདིའི་སྐབས་སུ་ཡིན་ན་དཔེར་ན་སློབ་དཔོན་ཨ་རི་ཡ་འདས་པ་གིས་དེ་ནི་མདོར་ན་ཆོས་ནི་མི་འཚལ་བར་དེ་བཞིན་གཤེགས་པ་རྣམས་ཀྱིས་གསུངས། དེ་ནི་ཆོས་ཉན་གྱི་འདུས་པ་འདི་འདི་ནི་དེ་གཉིས་འབའ་ཞིག་གོ་ཟེར་བ་དེ་ལྟ་བུ།

ཙམ་གྱིས་ཁྱབ་པར་འདི་ཞེས་བསྒོ་བ་དེ་འདྲས་གསུང་གི་ཡོད་མ་རེད་འདི་གཞན་དོན་ལ་བརྗོད་ཆེད་མ་རེད་དེ་འདྲས་ནི་མདོར་ན་ཆུ་ནི་མི་འཚེ་བ། མི་ཚེ་དང། མདོར་ན་ཆུ་ནི་མི་ཚེ་དང། ཆུ་ཉིད་ཉིད་ངན་འདུས་པ་སྟེ། དེ་བཞིན་གཤེགས་པ་འདི་ནི་དེ་ཉིད་ཁོ་ན་ཞེས་དེ་བཞིན་གཤེགས་པ་རྣམས་ཀྱིས་གསུངས་ཟེར་ན་ད་དེ་བས་ཡག་པོ་ཆགས་འདུག་མདོར་ན་ཆུ་ནི་མི་ཚེ་དང། ཆུ་ཉིད་ཉན་ངན་འདུས་པ་སྟེ། འདིར་ནི་དེ་ཉིད་ཁོ་ན་ཤེས། དེ་བཞིན་གཤེགས་པ་རྣམས་ཀྱིས་གསུངས། གལ་ཏེ་སྣ་ཚོགས་ཀྱི་དྲི་བཅས་འདི་སོགས་མ་ཞིག་བརྒྱབ་པར་བསྒྱུར་བ་ཡིན་ན་ང་འདྲ་བས་ནི་འདིར་བསྒྱུར་ས་རེད། གོ་དོན་དེ་ག་རང་རེད་འདུག་ངས་འོ་མ་ཞིག་བརྒྱབ་པའི་འགྲེལ་པ་ལ་ལྟ་ཡིན་རུང། ཟླ་བ་གྲགས་པའི་ཞིབ་ཀྱི་འགྲེལ་བ་ལ་གསུངས་པ་ཡོད་རེད་ད་དེ་ག་རང་རེད། དེ་འདྲ་ཡིན་དུས་མདོར་ན་ཆོས་ལ་གཉིས་ཡོད་རེད་གསུངས། སངས་རྒྱས་ཀྱི་ཆོས་ཟེར་ན་གཉིས་ཡོད་རེད།

སྤྱི་དང་དེ་དཔེ་བཀའ་ཆེན་པོ་སྔ་ཕྱི་བོད་པ་རྣམས་ཀྱིས་ཀྱང་དེ་གི་བསྟན་པའི་གོ་རིམ་དང་བསྟན་པའི་རྣམ་བཞག་ལ་སོགས་པ་ཐོག་ལ་གོ་བ་ཡག་པོ་མ་ཆག་པའི་ཐོག་ནས་ཡང་ཅིག་ཆུའི་ངོས་ནས་ཡག་པོ་ཡིན་ན་ལག་ལེན་གྱི་ཐོག་ནས་ཡང་ཅིག་ཅི་མ་ཅི་བཞིན་མ་འཁྱོངས་བ་དེ་འདྲ་ཡོང་གི་ཡོད་ནས་ཇོ་རྗེ་པ་དང་ཨ་ཏི་ཤ་བོད་ལ་ཡོང་ནས་བསྟན་པ་དག་ཐེར་མཛད་པའི་སྐབས་སུ་ཡང་ཐོག་མར་དེ་གི་དེ་ལྟར་ལམ་གྱིས་ཀྱང་ཆོག་ལམ་གྱིས་སྒྲོལ་མ་ལ་སྩོལ་བར་སོང་བའི་སྐབས་སུ་ཡང་ཅིག་སྐྱབས་འགྲོ་ནས་འགོ་སོང་ནས་མར་སོང་གི་ཡོད་པར་བ། བ་དེ་འདྲ་ཡིན་འདུག་གི་འདི་གི་སངས་རྒྱས་ཀྱི་གཏམ་པ་ཟེར་བ་དེ་ལ་གོ་བ་ཡག་པོ་ཆགས་ཡོང་མཁན་ཅིག་གི་དེ་འདྲས་ཤིག་གི་རེད་བཟོ་འདྲ་བོ་ཞིག་ད་གོ་ལྷག་རི་བཏང་ནས་བཤད་ན་པར་ཅིག་དེ་འདྲས་ཤིག་རེད་ཤག་དེ་འདྲ་ཡིན་འདུག་གི་ད་དབང་མེད་གི་དགོངས་པ་དེ་སུ་གི་ལོང་གི་རེད་ཟེར་དུས་དེ་ཕྱོགས་གཅིག་ནས་རེད་ད་ཅིག་དེ་གི་རེད་ཅིག་ཕྱིར་བའི་གཞུང་ལུགས་ཡིན་ཙང་དཔེ་མི་སྲིད་པ་དེ་གི་རྟོགས་པ་ལས་འཕྲོ་ཟད་པ་དཀར་བ་བཟང་པོ། རྟོགས་པ་མཐོན་པོ། རྒྱུད་ཚོད་མཐོན་པོ་དེ་འབྲི་གི་སྤྱོད་ཡུལ་རེད་ལབ་ན་འགྲིག་གི་ཡོད་རེད་ད་ཡིན་ནའང་འདིའི་ནང་ནས་ལན་བཏབ་དང་དམིགས་བསལ་ཞིག་གནང་གི་རེད། རྒྱལ་བུའི་གཏམ་པ་ལ་གོ་བ་ལེན་ཤེས་མཁན་ཞིག་ཞིག་ལོག་གི་རེད་གསུང་བ་དེ་རྒྱལ་བུའི་གཏམ་པ་དེ་ག་རེ་ཡིན་པ་དེ་ཤེས་མཁན་ཅིག་གི་དེ་ཤེས་གི་རེད་གསུང་དེ། ཨ་ནི་རྒྱལ་བུའི་གཏམ་པ་ཟེར་བ་དེ་ག་རེ་རེད་བསམ་དེ་ཡང་གོ་བ་ལེན་དགོས་ཅིག་འདུག་བ།

གཞོན་སྐྱེས་དང་ཁོང་རྣམ་པ་གཉིས་ཀྱི་མཇལ་འཕྲད་གནང་བའི་སྐབས་སུ་ཡང་ཅིག་རྟོག་གྱི་ཞིག་ཡོད་མེད་པ་ལ་ཅིག་རྟོག་ནི་རྟོག་པ་ལ་རྟོག་གྱི་འདི་རེད་ཟེར་བ་མེད་པ་དེ་འདྲའི་ཞིག་གི་ཐོག་ནས་ད་དེ་འདྲ་བའི་སྣ་ཚོགས་འགྱུར་མེད་ཀྱི་དོན་ལ་ཡར་ལ་ལྡོག་ཡོད་རེད། དེ་འདྲའི་ཡི་གི་ཐོག་ནས་ཡར་ཅིག་དངོས་དོན་དབང་བཙན་པར་བྱས་ནས་ཁོང་གིས་ད་གང་ཤི་ལོག་ཤི་བྱ་བའི་ཆུ་ཡང་མི་དམིགས་པ་ཡིན་ཙང་དེ་རིང་ངུ་ནས་ཕར་ཆེར་སོང་བས་མི་འགྲོ་བསམ་དུ་འོ་ད་དེ་འདྲ་རེད། ཡང་ཉི་མ་གཅིག་ལ་ལྷོ་དཔོན་རྒྱུད་རབས་དྲུག་པ་དཔེ་སྣང་གིས་རྒྱུད་རབས་ལྔ་པ་ལྷོ་དཔོན་བཟོད་པ་རྒྱ་ཆེན་གྱིས་ཁོང་ལ་ལྟ་གནང་མཛད་པའི་ཆོས་སྐུ་དེ་འཁྲུལ་པར་དགོངས་ནས་དེ་ནི་ཆུ་རྩལ་སྣང་ཡང་ཆུ་ཡག་པོ་རང་བཞིན་མེད་པའི་སྐབས་དེར་ལྟ་དེ་ཤ་ཙམ་ཞུ་འདི་དེ་ང་ཚོ་བོད་པ་ཡང་ནམ་རྒྱུན་གཏེར་ཞེས་པ་ཅིག་འབུལ་ཡ་དང་ལེན་ཡ་གི་དེ་གི་ད་རྣམ་གཞག་ཅིག་བོད་བརྒྱུད་ནང་བསྟན་གི་ནང་ལ་མང་པོ་ཡོང་གི་ཡོད་རེད་ཁྱད་པར་དུ་ཨོ་རྒྱན་ཆེན་པོ་པདྨ་འབྱུང་གནས་གི་ལྷ་ཆོས་ལྟ་ཅིག་ལས་ཅན་རྗེ་འབངས་སྙིང་གི་པོར་དགུ་དང་རྗེ་འབངས་གྲོགས་གསུམ་དང། རྗེ་འབངས་ཉི་ཤུ་རྩ་ལྔ་ལ་སོགས་པ་ལ་སྤྱི་དང་ཞེ་དྲག་གི་བཀའ་དབང་མང་པོ་གསུངས། དེ་ནས་གདམས་པ་ཡང་མང་པོ་བཏབ། ནང་མཐའ་མ་དེ་ལ་ལྟ་ཅིག་དེ་གི་གཏེར་འདི་སྦས་བཞག་རེད་ཟེར་བ་ཞིག་དེ་གི་གཏེར་འདི་སྦས་པའི་ཚུལ་དང་གཏེར་ནི་བཏོན་པའི་ཚུལ་དང་ལྟ་དེ་རྣམ་གཞག་ཤིན་ཏུ་རྒྱ་ཆེན་པོ་ཞིག་འགུལ་ཡོད་རེད་པ། དེ་ལ་བརྟེན་ནས་ལི་ཁྲོའི་གཏེར་གྱི་རྣམ་བཤད་ཟེར་བ་ལྟ་བུ་ཁོའི་རིག་པའི་གཞུང་ལུགས་ཡང་གྲུབ་ཀྱི་ཡོད་པ་དེ་འདྲ་ཞིག་རེད་པ། དེ་འདྲ་རེད། དེ་འདྲ་ཡིན་འདི་གི་གཙོ་བོ་དེ་རྩོམ་པ་རེད་ད་འདི་སྐབས་སུ་དེ་རྩོམ་པ་ཧྥང་ཕིན་ལ་ཆོས་སྐུ་འཇར་ཁ་གནང་བ་ཟེར་བ་དེ་རེད་ད་ཁོང་གི་དང་པོ་ད་འདི་གི་རྩོམ་པ་ཧྥང་ཕིན་ལ་དེ་གི་ཆོས་སྐུ་འཇར་ཁ་གནང་བ་ཟེར་བ་ད་དེ་དེ་སྐབས་དེ་རེད་དེ་ཡང་ཉི་མ་གཅིག་ལ་སློབ་དཔོན་རྒྱུད་རབས་དྲུག་པ་ཧུའེ་ནང་གིས་རྒྱུད་རབས་ལྔ་པ་སློབ་དཔོན་བཟོད་པ་རྒྱ་ཆེན་གྱིས་ཁོང་ལ་ལྟ་གནང་མཛད་པའི་ཆོས་སྐུ་དེ་འཕྲོད་པར་དགོངས་ནས་ཆུ་རྩར་ཡང་ཞེས་ད་ལྟའི་བཀའ་སྲོལ་དེ་དེ་དེ་རྒྱ་ཡིན་ན་ད་ལྟའི་ཆ་ལ་ཡིན་ན་ཆུ་སྐུད་དང་སློང་རྩིས་བསྟར་པ་ཟེར་བ་དེ་ཕན་ཚུན་གཅིག་གིས་གཅིག་ལ་དཔེར་ན་ཕ་རྒན་དེ་སྨན་པ་ཞིག་ཡིན་ན་སོ་སོ་གི་བུ་དེ་ལ་སོ་སོ་གི་ཕ་རྒན་གི་ལག་ཤེས་དེ་མར་བརྒྱུད་སྤྲོད་བྱེད་པ་ཡིན་ན་ཡིན་ན་ཕྲ་གཉིས་པོ་ཟེར་བའི་ཚིག་དེ་བེད་སྤྱོད་བཏང་གི་ཡོད་རེད། ཨི་ཡིག་ཟེར་བ་དེ་ད་གི་ཆུ་ཁུ་རེད་པོ་ཟེར་བ་དེ་སློང་རྩིས་རེད་ད་ག་ཅི་ད་གི་བསམ་དོན་པ་རྣམས་ཀྱིས་རི་སོ་སོ་རང་གི་རྒྱུད་པ་དེ་བཏབ་པའི་སྐབས་སུ་དེའི་གི་ད་གི་དེ་ད་རྒྱ་གི་མཚོན་བྱེད་འདྲ་བོ་ཅིག་ལ་ད་རྒྱལ་པོ་ལྟ་བུ་ཞིག་ཡིན་ན་རྒྱལ་པོ་གི་ཕར་ཆེར་ཁོ་རང་གི་རྒྱལ་སྲིད་དེ་སྲིད་ལ་བཏབ་པ་ཡིན་ན་དེ་གམ་ག་དང་ནི་དེ་གི་སློང་གི་ལག་རྟགས་དེ་འདྲས་ཅིག་གི། མཉམ་དུ་སྟེགས་རེར་བ་དེ་ནང་བཞིན་གཅིག་གནང་གི་ཡོད་རེད་དེའི་རྒྱུ་མཚན་གྱི་ད་ཁོང་ལ་ཡང་བསམ་དོན་པའི་ད་གི་རྒྱུད་པ་གི་མཚོན་རྟགས་གི་ད་ལྟ་ཆོས་གོས་གཅིག་ཡོད་རེད་བ་དེ་ཆོས་གོས་དེ་ཉི་མ་གཅིག་ལ་འཁྲུ་ཡག་གི་ད་གི་ཆེད་དུ་ཕེབས་རེད་གསུངས་རེད་ད་དེ་ཡིན་གྱི་ལྷག་པོ་ང་ཚོས་ད་གི།

ད་ཚོད་ཆོས་ཞིག་བཟའ་དེ་ཆོས་དེ་ཡག་པོ་མ་རག་རེད་ཟེར། དགོན་པ་ནས་དཔག་ཚད་ལྔ་ཡས་མས་ཀྱི་ས་ན་ནགས་ཚལ་མཐུག་པོ་ཁྱད་པོ་བཀྲ་ཤིས་དགེ་མཚན་བཀྲ་བའི་རི་བོ་ཞིག་གཟིགས་སོ་ཟེར་པས། ཉམས་དགའ་བ་དེ་འདྲའི་ཅིག་ལ་དཔག་ཚད་ལྔ་བརྒྱ་བརྩིས་དེ་དག་དཔག་ཚད་ལྔ་ལ་བརྩིས་དེ་དག་ཐག་རིང་པོར་བ་དེ་འདྲའི་དེ་འདྲའི་ཞིག་གཟིགས་ཀྱི་རེད་ཟེར། ལོ་དགུན་ཕྱོགས་དེར་ཕེབས་ནས་མཁར་སར་ས་ལ་སྣུན་པ་ལས། ནིམ་ཁ་སར་གི་ས་ལ་སྣ་ནས་དེ་ནི་ད་ང་ཚོ་གི་ཤ་དང་ཡང་ཁྲི་ཐག་གཏང་རེ་བ། དེ་གི་ཆུ་འཐུང་བ་ལས་རྫིང་བུར་གྱུར་བའི་འགྲམ་གྱི་རྡོ་ཐོག་ཅིག་ཏུ་ད་ལྟའི་དམིགས་བསལ་གི་དགོས་པ་ཁྱད་པར་ཅན་གྱི་དབང་གཟིགས་ནས་དེ་ལྟར་གནང་བ་རེད་འདུག་བ། དེ་ཁོ་ར་གསང་བའི་རྣམ་ཐར་འདྲ་བོ་རེད་ད་དེ་གི་རྡོ་ཐོག་ཅིག་ཏུ་སློབ་དཔོན་གཉིས་ཙོག་པོར་བཞུགས་ནས་ཆུ་ཁུང་ཁྲོད་ཀྱི་འབག་ན་གློ་བུར་དུ་རྩིམ་པ་ཞིག་སློབ་དཔོན་གྱི་མདུན་དུ་ཡོང་ནས་ཕྱག་ཕུལ་ཏེ་གནས་པ།

དེ་ཡིན་དུས་དེའི་སྐོར་དུ་ད་གདན་འདྲེ་ར་དེ་ཚོ་ནང་ལ་ཡོང་གི་ཡོད་པ་རེད་དེ། ཉིན་འགའི་སྔོན་དུ་ངས་ད་འདས་སྤྱིར་བཏང་གི་ང་ཆོས་ཡིན་ན་ཅིག་སྦི་རོ་རྩ་ན་ལྟ་བུ་ཡིན་ན་རྐང་མགྱོགས་བརྡིབས་ནས་དེ་ནས་སྦི་རོ་སྦི་རོ་རྩ་ན་ཀ་བ་བཅུ་དྲུག་བཅག་པའི་མགུར་ཟེར་བ་ཞིག་བཞག་ཡོད་པ་དེའི་ནང་ལ་ཡང་ང་ཐོབ་པར་དཀའ་བའི་རྐང་མགྱོགས་དངོས་གྲུབ་ཐོབ་སོང་ནས་རྐང་མགྱོགས་དངོས་གྲུབ་བསྒྲུབས་ནས་དེ་ནས་རྒྱ་གར་འཕགས་པའི་ཡར་ལ་སོགས་པ་ལ་གཏོར་ཕེབས་ནས་དེ་ག་དེ་ཐོན་པས་ད་དེའི་སྐོར་གསུངས་ཡོད་པ་དེ་འདྲ་བོ་ཅིག་ཁོང་ལ་ཡང་རྫུན་ཁྲིམས་ཀྱི་སྒོ་ནས་དེ་ནས་ད་ནངས་ང་རྒྱ་གར་ནས་ཡོང་ཡིན

གུས་པ་དཔང་རྟེན་ལ་འཇོག་པར་ཐང་གུར་གྱི་ཡུལ་དུ་སོང་ཟེར་ཐང་རྒྱལ་རབས་ཀྱི་སྐབས་རེད་བ་ད་དེ་ག་ལ་ཐང་གུར་ཆེན་པོ་ཐང་གུར་གྱི་ཡུལ་དུ་སོང་དེར་བདག་གི་ལྟ་བུའི་འོ་ཟོང་ཆེན་པོ་ནི་རྒྱལ་པོ་ཉིད་བལྟམས་པའི་སྙིང་མིག་ད་དེ་བལྟམས་པའི་སྙིང་མིག་ཟེར་བ་དེ་མཚམས་མཚམས་ལ་ཡུལ་ལྗོངས་ཤེལ་བྲག་པ་གི་མིང་ཆགས་འགྲོ་གི་འདུག་གང་རེད་ཟེར་ན་བལྟམས་པའི་སྙིང་མིག་ཟེར་འོང་དུས་དེ་གི་དེ་རེད་བ་ཀྲིན་ཧྥ་ཡན་ཙང་ཟེར་བ་དེ་རེད་ཀྲིན་ཧྥ་ཡན་ཙང་ཟེར་བ་དེ་དཔེར་ན། འདིར་འཇར་པན་གྱི་ཧ་ཅང་དཀའ་གྲགས་ཆེ་བའི་བསམ་གཏན་གྱི་སློབ་དཔོན་ཞིག་གིས་འདི་ནི་བསམ་གཏན་གྱི་གཞུང་ལུགས་སྤྱིའི་རྣམ་བཞག་གི་དེ་བས་གཞུང་ལུགས་རྒྱ་ཆེན་པོ་ཞིག་བརྩམས་ཡོད་རེད་དེའི་མིང་ལ་ཡང་གདམས་པའི་ཉམས་དམིགས་ལབ་གི་ཡོད་རེད་ད་འདི་ལ་ཡང་སྤྱིར་བཏང་གི་ཁོང་གིས་གདམས་པའི་གདམས་པ་སྤྱི་ཁོག་གི་མིང་ལ་གདམས་པའི་ཉེས་དམིགས་ཟེར་རོ་ད་དེར་གདམས་པའི་སྙིང་དམིགས་དང་རྣམ་འགྱུར་གྱི་ད་ཁོང་གིས་གདམས་པའི་སྙིང་དམིགས་དང་དེ་ནི་དེ

ལོ་རྒྱུས་རིག་པ་དགོས་བྱུང་བ་རིག་པའི་ངོས་ནས་འགྲེལ་བཤད་ཇི་ལྟར་བརྒྱབ་མི་ཐུབ་པ་དེ་འདྲ་ཞིག་རེད་ད་དེ་འདྲ་ང་ཚོ་བསམ་གྱི་མི་ཁྱབ་པ་བརྩེ་ན་འདྲ་འདྲ་སྔོན་གྱི་དེ་གི་ལོ་རྒྱུས་ཀྱི་དམ་པ་རྣམས་ཀྱི་རྣམ་ཐར་གྱི་ནང་ན་ཧ་ཅང་མང་པོ་ཡོང་གི་ཡོད་རེད་དེ་འདྲ་རེད་གཅིག་དེ་གང་རེད་ཟེར་ན་ཁོང་དེ་རྒྱ་ནག་གི་དེ་གི་ཡིན་པ་འདྲ་བོ་གཅིག་རེད་ཡིན་ན་ཡང་ཁོ་རྒྱ་གར་ལ་ཕེབས་ནས་ཁོ་རྩ་བ་བླ་མ་དེ་གི་ད་དར་མི་ད་ར་དེ་ད་དར་མི་ད་ར་དེ་སྤྱིར་བཏང་གི་ཡིན་ན་ཁོ་མ་དེ་གི་གྲོང་བའི་ཚུལ་ལྟར་ན་ཡང་དོན་གྱིས་མ་གྲོངས་པར་ཕྱིར་རྒྱ་གར་ལ་ཕེབས་སོང་རེད་གསུངས་ནས་གསུང་གི་ཡོད་རེད་དེའི་རྒྱུ་མཚན་འདི་ཤེས་ནས་དེང་སང་ཡང་ད་ང་ཚོ་གི་གཅིག་ཕ་དམ་པ་སངས་རྒྱས་དང་བླ་མ་གཅིག་རེད་ཟེར་ཕྱིས་སུ་ཡང་བསྐྱར་བོད་ལ་ཕེབས་པ་དེ་ཕ་དམ་པ་སངས་རྒྱས་རེད་གསུངས་ནས་ཕ་དམ་པ་སངས་རྒྱས་དང་མ་བླ་བྲང་གི་རྣམ་ཐར་དེ་འདྲའི་ནང་ལ་ཡང་དངོས་སུ་ཡང་ཁོ་ཡང་ཡོད་རེད་དེ་འདྲ་ཡིན་དུས་འདི་སྤྱིར་བཏང་གི་ཁོང་རྒྱ་གར་ནས་ཡང་བསྐྱར་སྡར་མ་ད་ར་བཞུགས་འདི་ཡོད་པ་དང་འཇའ་སོང་ཟེར་བ་དེ་ཡང་བཤད་སྲོལ་དེའི་དབང་དུ་བཏང་བ་ཡིན་ན་འཐད་པ་ཆགས་ཀྱི་ད་ཡིན་ནའང་ཁ་རྩང་ཁེ་ཉེན་བཅར་ནས་རྒྱ་གར་ལྷོ་ཕྱོགས་ནས་ང་དེ་རང་གི་རྒྱ་ནག་ལ་ཡོང་ཡིན་ཟེར་ན་དེ་ཡང་མ་བདེ་བདེ་ཞིག་རེད་དོ་ད་ཡིན་ནའང་གང་ལྟར་ཡང་དེ་འདྲའི་རེད། དེ་འདི་དེ་གཅིག་རེད་གཉིས་ན་ནི། ཁོང་ཅིག་ད་དེ་གི་ད་ད་ཉམས་སྣང་དང་དེ་འདྲའི་ཐོག་ནས་ཡང་ཡིན་ཆོག་གི་ཡོད་རེད་དཔེར་ན། སྒྲ་བསྒྱུར་མ་པའི་རྣམ་ཐར་མཐོང་བ་དོན་ལྡན་གྱི་ནང་ལ་ཡང། རྒྱ་གར་ལ་ཕེབས་སྟངས་མཐའ་མ་གི་སྐོར་དེ་མང་པོ་ཞིག་དེ་ཉམས་སྣང་ལ་བྱུང་བ་ཡིན་གསུངས་བ་འདི་ཡན་ཆད་ཉམས་སྣང་ལ་བྱུང་བ་ཁོ་ནའོ་ཟེར་བ་ལྟ་བུ་དེ་འདྲའི་གསལ་བཀད་དང་བྱིས་པའི་སྒོ་ནས་ཡང་ཉམས་སྣང་གི་སྒོ་ནས་ཡང་མང་པོ་ཞིག་གི་ཕན་ཚུན་དེ་གི་དེ་ཅི་མ་ཇི་བཞིན་མར་གསུངས་བཞག་པ་དེ་འདྲའི་ཡང་ཡོད་རེད་ད་དེ་འདྲ་རེད། དེ་ནི་རྨི་ལམ་ཟིན་པ་དང་འོག་སར་གྱི་ངང་ལས་ཕེབས་པ་དང་བསྲེས་ད་དེ་འདྲའི་གན་ཕེབས་སྟངས་མང་པོ་དཔེར་ན། འོག་སར་གསུམ་ནས་ད་ནི་དེ་གི་རི་བོ་རྩེ་ལྔ་ལ་སོགས་པ་ལ་འཆི་མེད་རིན་པོ་ཆེ་ཡང་དེ་གི་ཁོ་རང་ཉག་གཅིག་ནང་ན་བཞུགས་བཞིན་དུ་ཡང་ཕེབས་པ་དེ་འདྲའི་ཡང་གསུང་གི་ཡོད་རེད། འོ་དེ་འདྲ་ཡིན་དེ་གི་ད་གང་ལྟར་ཡང་དེ་ཕེབས་སྟངས་འདྲ་མི་འདྲ་ཡོད་རྒྱུར་བ། དེ་འདྲ་རེད་དེ་གི་ལྷུང་བཟེད་དང་ཆུ་བོའི་འབྱར་བར་འདོད་ནས་ང་དེའང་ཡོང་ཡིན་སོང། དེ་ནི་སློབ་དཔོན་གྱིས་ཁོ་ལ་ཆོས་གོས་དང་སྣོད་ཟན་འཇར་སྐད་བསྟན། རེད་འཇར་སྐད་བསྟན་ནས་དེ་ནི་སློབ་དཔོན་གྱིས་སྐྱེས་མཆོག་ཁྱོད་རང་ལུས་གང་ལ་འཁེལ་པ་ཡིན་ཟེར་ད་ཁྱོད་རང་གི་ཆེད་ལུས་གང་ཡིན་ལབ་རེད་དེ། དེ་འདྲ་རེད་ཆེད་ལུས་གང་ཡིན་ཟེར་ཅིག་དྲིས་དེ་དེ་ནི་དེ་བཙོན་པ་ཧྥང་པིན་ན་རེད་ཟེར་བདག་འཇིམ་བརྙན་བཟོ་བ་ལ་འཁེལ་པ་ཡིན་ཟེར་ང་ཆེད་ཆེད་ལུས་འདྲ་བོ་དེ་འཇིམ་བརྙན་བཟོ་ཡག་དེ་ཡིན་སོང་རེད་དེ་དེ་ཡར་ཞུས་རེད་དེ་ནི་སློབ་དཔོན་གྱིས་ནན་ཏན་གྱིས་མཉམ་གྱི་ཡོད་དེ་འདྲ་ཡིན་ན་ཁྱོད་ཀྱིས་འཇིམ་བརྙན་ཅིག་བཟོས་དང་ངས་བལྟའོ་ཟེར་ཡ་ཁྱོད་རང་ང་ནང་བཞིན་ཅིག་བཟོ་རྩིས་དང། པང་པན་ཏེ་མ་དག་རེ་ཅིག་ཅི་ཞིག་མ་སྐྱེས་པ་ལྟར་གྱར་ན་ཡང་ད་ལྟའི་ཧོབ་དེ་ཚམ་ཚོམ་འདྲ་བོ་ཅིག་ཆགས་རེ་སོང་ད་ལྟའི་རྒྱུར་ཅི་མ་ཅི་ཞིག་དེ་འདྲ་ཉི་མ་འགའི་འགའ་ཞིག་ལོན་གྱི་ལྷོ་པོ་འགྱུར་དྲུག་པ་དངུལ་གྱི་འཇིམ་སྙིང་མཐོ་ཚུལ་ལ་སོར་བདུན་པ། དེ་ནས་ཆ་ཆུང་ཆུང་ཞིག་ང་ཚོ་དང་སངས་རྒྱས་ཀྱི་དུས་འགོར་བདེ་བ་ཆེན་པོ་སྐུ་དེ་སོགས་ནང་གི་འདྲ་བོ་ཅིག་ད། དེ་ནི་ཧིན་ས་རེད། ཅི་མ་ཅི་ཡིན་ཞིག་བཞག་ནས་ཕུར་ལོ་གསུངས། དེ་ནས་སློབ་དཔོན་གྱིས་ཤར་འཛུམ་པ་དང་བཅས་ཁྱོད་རང་ད་དུང་འཇིམ་བརྙན་གྱི་དངོས་པོ་ལ་འཁེལ་བ་ལས་སངས་རྒྱས་རང་བཞིན་ལ་མི་འཁེལ་བར་འདུག་རིགས་ད་དེར་ཁྱོད་རང་གི་ཕྱིའི་རྣམ་པ་རྟགས་ཀྱི་ལྷ། དེ་བཟོ་ད་རྣམ་པ་རྟགས་ཀྱི་ལྷ་ཟེར་བ་དེ་ཚོ་སྔགས་ལ་མེད་ཀི་ཟླ་ཕྱེད་ཅིག་ཨ་རི་བ་དང་ནི་ད་དེ་བཟོ་བྱེད་ཀི་འདུག་ཟེར། དེ་གཅིག་རེད་གཉིས་པ་དེ་དཔེར་ན་ང་ཚོ། རྡོ་རྗེ་ཅོ་པག་གི་ནང་ལ་གང་དག་ང་ལ་གཟུགས་ཤིས་པ་གང་དག་ང་ལ་སྒྲ་ཤིས་པ་དེ་དག་ལོག་པར་བཅུག་པ་དེ་སྐྱེས་བུ་དེ་ནི་ང་མི་མཐོང་བསམ་ནས་ཨ་ནི་དེ་འདྲས་གསུངས་ཀྱི་ཡོད་རོགས་དེ་འདྲ་ཡིན་དུས་ཀྱི་དེ་གི་སློབ་དཔོན་གྱི་འཛིན་པ་དང་བཅས་ཁྱོད་རང་ད་དུང་འཇིམ་སྙིང་གི་དངོས་པོ་ལ་མཁས་པ་ལས་སངས་རྒྱས་ཀྱི་རང་བཞིན་ལ་མི་མཁས་པར་འདུག་ཅེས་གསུངས་ཀྱིས་ཨ་ནི་ཤ་ཧྥང་པན་གྱི་མགོ་ཐོག་ཏུ་བཞག་ནས་ལྷ་དང་མི་རྣམས་ཀྱི་བསོད་ནམས་ཀྱི་ཤང་དུ་རྟ་འདི་གནས་པར་གྱུར་ཅིག། ཞེས་ལོང་སྟོན་དང་སྨོན་ལམ་མཛད་དེ། ཆོས་གོས་ཀྱང་ཁོང་ལ་ཤར་གྱི་ཚུལ་དུ་གནང་ངོ། ད་དེ་ཡང་བཟང་པོ་ཞིག་རེད་དེ་ནས་ཆོས་གོས་དེ་ད་དེ་འདྲ་བྱས་ནས་ཁོང་ལ་འཇིམ་བརྙན་བཟོ་མཁན་ཅིག་ལ་གླ་ཆ་གི་ཚུལ་དུ་གནང་ཞག་རེ་ཟེར་དུས་ཤོག་ཅིག་ནས་ཅིག་བློ་ཡུལ་དུ་མ་ཤོང་པ་འདྲ་བ། ཕྱོགས་གཅིག་ནི་དེ་གི་བླ་མ་རྟོགས་ལྡན་ཟེར་བ་དེ་དེ་འདྲའི་ཡོང་གི་ཡོད་ས་རེད་དཔེ་ཉོ་མཁན་ཆུ་མཁན་པོ་ཆུ་ཁྱབ་ད་ང་ཚོ་རྩ་བ་ལ་མ་དེ་གི་དེ་མཁན་ཆེན་པད་མ་ཆུ་ཡང་ཁྱབ་དེར་ལྟ་བ་ཡིན་ནའང། དེ་ནི་ཡིན་མཁན་པོ་མི་སེར་རྫོགས་ཆེན་གི་ད་དེ་གི་རྫོགས་པ་ཆེན་པོ་བལྟམས་པའི་བདག་པོ་ཞིག་རེད་བ། ཁོང་གིས་དེ་ནི་གསེར་ཁུ་ཅིག་བསྐོར་ནས་ཁོང་ལ་ད་དེ་མཁན་ཆེན་བ་སྤྲུལ་རིན་པོ་ཆེ་གི་དེ་སྙུག་ཤུལ་ལོངས་རྟོགས་དང་དེའི་མཁན་ཆེན་ངག་དབང་པོ་དང་དེ་གཉིས་མ་རེར་སྟབས་ཡོད་མ་ཅིག་ཡིན་སོང་ད་ཕར་ཚུར་དེ་གསུང་སྒྲུག་དེ་དེ་འདྲ་བོ་ཞིག་རེད་དེའི་སྐབས་སུ་ང་ཡོད་མ་རེད། ང་ལུང་མདོ་ལ་དངོས་སུ་མ་སླེབས་པའི་སྔོན་རེད་ཡིན་ན་ཡང་ད་ལྟའི་གི་ད་ནི་ཁྱེད་ལ་བལྟ་བ་ཡིན་གསུངས་ནས་དེ་ནས་ཅིག་རྩ་ཆེན་པོ་ཡིན་གསུངས་ནས་འགྲེལ་བཤད་དང་བཅས་པར་ཁོང་གི་སྙིང་ནས་བསྔགས་ནས་ད་ལྟའི་ལུང་མདོ་ལ་དངོས་སུ་ཡོང་བ་རེད་ཡོང་དུས་ད་འདི་ཁྱོད་རང་ལ་དེ་གི་གར་སྟེགས་དགོས་ཡ་ཅིག་ཡིན་ན་ཁྱོད་རང་ཡར་འཁོར་ཟེར་ཏེ་དེ་འདྲའི་རྩ་ཆེན་པོ་ཡིན་ང་ཡིན་ན་ནི་འདི་བཞག་ཅིག་ན་མི་སུ་འཁོར་ན་འཁོར་དེ་འཁོར་འགྲོ་གི་རེད་ང་ནི་མ་དེའི་སར་རྡོ་དེ་དང་ནི་འདི་གཉིས་ཀ་སྣང་སྲིད་རྟག་པ་རབ་འབྱམས་དང་ནི་དེ་གི་དེ་འདྲའི་གི་སྐད་དང་ཡེ་ཤེས་ཀྱི་སྣང་བ་ཀུན་ངོ་ནི་ཤར་ནུབ་དང་ལྷོ་དང་ནི་ལྟ་འདི་ཕྱེད་བཞག་ཡང་དང་ནི་དེ་གཅིག། ཆུ་འགྲམ་གྱི་དེ་གི་འགྲམ་རྡོ་དེ་ཚོ་ཆུང་བཞག་པ་ཞིག་རག་ཡོའོ་མ་རེད་སོང་ནི་ཁོང་ལ་དངོས་སུ་དེ་འདྲའི་གི་རྟོགས་པ་གི་ཚད་ཡོད་ད་ཅི་སོང་ཡོད་ས་མ་རེད་གོ་ད་ནི་ད་སྤྱིར་བཏང་གི་གནས་ལུགས་དེ་འདྲའི་རེད་ཟེར་འདི་སུ་གྲི་ག་ཁྱེད་ཀྱིས་ཅི་ག་ཡོའོ་མ་རེད་སོང་ནི་ཞར་ཡིག་མང་ནང་ནི་དེ་ནི་བཀོད་དེ་ཡང་ཕར་འཁོར་སོང་བ་རེད་ད་ཁྱེད་རང་ཚོ་གི་དེ་འདྲའི་གི་ཅིག་ཡང་ཡིན་ན་དེ་ནི་ཁྱེད་རང་ཚོ་ཕར་སོང་བར་དུ་ངས་འདིའི་བདག་པོ་ཡག་པོ་རྒྱབ་ཁོ་མ་རེད་ཟེར་དུས་དེ་ནི་ཁོང་དེ་འདྲའི་ངོས་སུ་སོང་ནས་དེ་བདག་པོ་མ་བརྒྱབ་རེད་ལ་བདག་པོ་རྒྱབ་ཡག་གི་འདུག་ཟེར་ཡང་མེད་རེད་བ། གཅིག་དེ་རེད། གཉིས་དེ་སྤྱིར་བཏང་གི་དེ་གི་སློབ་དཔོན་བཟོ་པ་རྒྱ་ཆེན་གི་དང་པོ་ནས་ཡང་དག་མ་འོངས་པ་ན་དེ་ནི་ད་འདི་ཆིག་རྒྱུག་གི་ཚར་དུ་མ་རེད་ཆུ་དང་སྐུ་དང་དེ་གི་ལྷུང་བཟེད་དེ་ཚོ་ད་མི་དགོས། འདི་གི་ཉོག་དྲ་ཡང་མང་པོ་ལྷང་ཀི་རེད་སོང་ནས་དེ་གི་སོང་ཡག་པ་དེ་འདྲ་ཆི་ཡག་ཡོད་རེད་བ། ཨོ་དེ་རེད་ད། དཔེ་ཡང་ལ། འདབ་རྒྱར་མར་བུའི་མི་ལ་རིས་པ་ལ་ཡང་དཔེ་ཀ་བ་མང་པོ་རྒྱ་བཅུག་ནས་བགྱིས་མ་མ་འོངས་པ་ན་ཁྱེད་རང་གི་སློབ་མ་དེ་ཚོ་ལ་ངས་ཁྱེད་རང་ལ་དཔྱད་པ་གནང་ཞིག་བྱས་ན་ཁག་པོ་ཡོད་རེད་གསུངས་བ་རེད་དེ་དེ་རྗེས་ཡར་ས་ཡོད་དེ་ཧ་ཅང། བླ་སློབ་གཉིས་ཀ་ཧ་ཅང་ཚད་མཐོན་པོ་ཞིག་གི་གནས་རུམ་གི་ཐོག་ནས་ད་ལག་ལེན་དེ་ཚོ་ཡོང་གི་ཡོད་ཟེར་བ། དེ་འདྲ་རེད། གང་ལྟར་ཡང་དེ་རེད་དེ། ལུང་བསྟན་དང་སྨོན་ལམ་མཛད་དེ་ཆོས་གོས་ཀྱང། ཁོང་ལ་སྦྱར་གྱི་ཚུལ་དུ་གནང་ངོ། དེ་ནས་དེའི་སྔ་མ་ད་ཆུ་གུ་གཏེར་བདུད་བུས་བཞག་པ་རེད་ད་འདི་གར་ཆེན་པོ་ཞིག་རེད་དེ་གཏེར་བདུད་བུས་ཟེར་བ་དེ་སྤྱིར་བཏང་གི་འཛམ་བུ་གླང་ལ་གཏེར་གྱི་རྣམ་གཞག་ཟེར་བ་ཅིག་ཅི་ན་འདྲ་གཏེར་བདུད་བུས་ཟེར་བ་དེ་སྤྱིར་བཏང་ཙམ་དུ་ཡོད་ས་རེད་ད་དཔེར་ན་གཏེར་བདུད་བུས་ཟེར་དུས་སྤྱིར་བཏང་གི་དུས། དང་གསུམ་པོ་ལྟ་བ་གཅིག་བཅས་ནི་ཁོ་རང་གཅིག་ན་སྔ་མོ་གི་ལག་ལེན་གྱི་ཐོག་ནས་ལུས་ལ་འོ་རུས་རྒྱུ་མེད་པ་བཟོ་དེ་འདྲའི་རྐྱེན་ནི་དེ་འདྲ་ཡང་ཡོད་ས་རེད་ཡིན་ན་འདིའི་གཏེར་དེ་སྦིར་བཏང་སྟེ་ང་ཚོ་བོད་ཁུལ་ལྟར་དེ་གའི་མགུར་རིན་པོ་ཆེ་གི་གཏེར་སྦིར་བཏང་ན་ཡིན་གཅིག་ཁོ་རང་དབུ་གཉིས་གི་གཅིག་སོ་སོ་གི་རྟོགས་པ་ནང་ནས་དེ་ནི་གཅིག་གཅིག་དེ་འདྲའི་གཅིག་སྤྲོས་པ་ཐོབ་པ་གང་ཟག་གི་དེ་ལྟ་བུའི་དམིགས་བསལ་གྱི་ཐབས་ལམ་ཅིག་གི་ཐོག་ནས་གཏེར་འདི་སྦས་བཞག་པ་ཅིག་རེད་དེ་གཏེར་འདི་སྦས་པར་མ་ཟད་མ་འོངས་པར་གཏེར་བཏོན་པའི་དུས་ཡང་ལོང་སྟངས་གཏེར་དེ་ག་བཏོན་ནས་དེ་ག་འགྲོ་དོན་འབྱུང་བ་ལ་སོགས་པ་ལ་སྨོན་ལམ་གྱི་རྟ་རྒྱ་ཡང་འཛག་བཞག་པ་དེ་འདྲ་ཞིག་རེད་དེ་འདྲ་ཡིན་དུས་འདི་ཚོ་གཅིག་བོད་ཁུལ་གཅིག་དང། ནང་ཆོས་རྐྱང་པ་མ་ཡིན་པར་རྒྱ་རྒྱུད་ནང་པ་ལ་འདི་བྲིས་ཡོད་རེད་དེ་འདྲ་ཡིན་ན་ཡང་རྒྱ་དེ་འདྲའི་ནང་ལ་མཚམས་མཚམས་ལ་དགེ་ཆོས་དང་ནི་ཅིག་བོད་རྒྱུད་ནང་པ་དེ་ཚོ་དེ་ཐུན་མོང་མ་ཡིན་པ་ཅིག་རེད་བསམ་ནས་དེ་ཧེ་བག་དང་ཁྱབ་པར་ཆེན་པོ་ཡོད་ནང་ཤར་ནས་ཡང་ཅིག་དེ་འདྲའི་གི་སྐུར་འདེབས་བྱེད་མཁན་ཡོང་གི་རེད་དེ་ཚོའི་རིགས་ལ་མཚམས་མཚམས་ལ་འདི་ཚོའི་རིགས་དེ་ཧ་གོ་བ་ཡིན་ན་ཁོ་རྒྱུ་མཚན་ཚང་བའི་མགོ་བསྙེམས་ཟེར་བ་ནང་བཞིན་གྱི་ཅི་ནས་མཚམས་མཚམས་ལ་འདི་འདྲའི་རིགས་ཧ་ཅང་ཕན་ཐོག་ཆེན་པོ་ཡོང་གི་རེད།

དེ་ལྟ་དམ་བཅའ་དེ་ལྟ་བུ་ཞིག་གནང། དེ་འདི་ད་སོང་རྒྱལ་རབས་ཀྱི་ཅཱ་ཧེའུ་ཟེར་བ་དེ་ཁྲི་ལོ་བརྒྱད་པ། དེ་གི་ད་ད་དེ་གི་སྤྱི་ལོ་ཆིག་སྟོང་བརྒྱད་མེད་དྲུག་ཅུ་རེག་གསུམ་གི་དེའི་སྐབས་སུ་དེ་ཝེ་ཤིན་ཞེས་པའི་བཙུན་པ་ཞིག་གིས་ལྷ་ཁང་བསྐྱར་གསོ་མཛད་སྐབས་ས་བརྐོས་པའི་ས་འོག་ནས་ཆུ་རྒོད་འདི་ཉིད་གསེར་བ་ཇི་བཞིན་འཐོན་པ་ཡིན་འདུག་ལ། ད་ལྟའི་མཆན་གྱི་ཚུལ་དུ་ཡོད་པ་འདྲ་བོ་ཞིག་རེད་ཡིན་ནའང་དེ་ཀུན་སྒྲ་ནི་ཀའོ་ཆིན་དགོན་པར་བཞུགས་སུ་གསོལ་ཞིང་གསོལ་བ་ལྟ་མང་ཤེས་རྣམ་ཤིན་ཏུ་ཆེ་བ་ཡིན་ནོ་ཅེས་ཁོང་གི་བཤད་བཟོ་གི་དེ་སྔོན་ད་སློབ་དཔོན་གྱི་སྐུ་ངལ་འདྲ་མ་དེ་དཔེའི་ནང་གི་སྐུ་ངལ་འདྲ་མ་དེ་ཀའོ་ཆིན་དགོན་པ་ཟེར་བ་དེ་ན་བཞུགས་ཡོད་རེད་གསུངས་དེང་སང་ཡོད་མེད་མི་ཤེས། ཨ་དེ་རེད་དེ་ཡིན་ན་ཡང་ཁོང་གི་དེ་གི་ཆོས་གོས་དེ་རྗེས་སུ་ད་ལྟ་འོ་ཤིན་ད་ཞིག་པ་རྩོམ་པ་ཅིག་གི་དེ་དགོན་པ་དེ་བསྐྱར་གསོ་མཛད་རེད་ཅེས་དེ་དུས་ཕར་ཆུ་ལོ་སུམ་བརྒྱ་གི་རྗེས་འདྲ་བོ་ཅིག་ཡིན་ས་ཡོད། འོ་དེ་འདྲས་ཅིག་རེད་གསུངས་རེད་ད་དེ་གི། ཨ་དེ་སོགས་ཡང་ངོ་མཚར་ཆེན་པོ་རེད་འདུག་དེ་ནས་འཆག་པའི་འཁོར་ལོ་དང་སློབ་དཔོན་དཔེ་སྣང་ཟེར་བ་ད་འདི་ཡང་བླ་མ་གཞན་པ་ཅིག་རེད་བླ་མ་གཞན་པ་དེ

ཞེས་པ་ཞིག་ལུང་བསྟན་བྱས་པ་སློབ་དཔོན་གྱིས་བསམ་པ་ན་ཚེ་སློབ་དཔོན་དབུས་གནང་གི་ཨ་མཆོག་གི་ནང་ལ་དེ་འདྲའི་ཞིག་བཀོད་རེད་ད། ཕྱག་དཔེ་འཁོར་ལོ་ཞེས་ཁོང་གི་མཚན་དེ་ཕྱག་དཔེ་འཁོར་ལོ་ལ་བཀོད་རོགས། སྤྱིར་བཏང་གི་དེ་འདྲའི་དངོས་ཀྱི་སྐྱེ་བོ་དམ་པ་ནི་དཔེར་ན་ཀློང་ཆེན་རབ་འབྱམས་འདྲ་བས་ན་ཁོང་གི་ཀློང་ཆེན་རབ་འབྱམས་ཀློང་གསར་ཀློང་འཇམ་པའི་ཀློང་གཅིག་ཉི་མའི་བདེ་ཀློང་ཁྱེར་བ་དེ་ཟེར་བ་འདྲ་བོ་སྣ་ཚོགས་རང་གྲོལ་ཆོས་ཉིད་ཟ་ཟིར་ཤིང་ཟེར་བ་འདྲ་བོ་དྲི་མེད་ཧོ་ཟེར་བ་ཚེ་འདི་ཚང་མ་ཁོང་གི་མཚན་གྱི་ལི་མ་ར་བྲིས་ཏེ་དེ་འདྲའི་ཅིག་གོ་དོན་སྟོན་པའི་དེ་འདྲའི་གི་རྩོམ་གནང་བཞག་པ་དེ་འདྲའི་ཡོད་རེད། ཁོང་གིས་ཡང་ཆགས་པའི་འཁོར་ལོ་ཟེར་བ་དེ་ཁོང་གི་མཚན་རེད་དེ་ཡིན་ན་ང་ཆགས་པའི་འཁོར་ལོ་དེ་གཡོ་སྒྱུ་ཆེན་པོ་ཡིན་གསུངས་རེད། ག་རེ་བྱས་ནས་གཡོ་སྒྱུ་ཆེན་པོ་ཡིན་ཟེར་དུས་ངའི་བསམ་གཞིག་གི་འདུ་འཕྲོ་བའི་རྣམ་རྟོག་ཚང་མ་དེ་བཏུབ་བཞག་གི་ཡོད་བཅད་བཞག་གི་ཡོད་རྒྱུན་སྤྱོད་བཏང་གི་ཡོད་ཟེར། དེ་ག་རེ་རེད་ཟེར་ན་དེ་ཕྱིའི་ཡུལ་ལ་སེམས་མི་གདང་ཟེར་ནས་དེ་ནི་ཕྱི་རོལ་གྱི་ཡུལ་ལ་དེ་སེམས་དེ་ཚོ་ཕར་གདང་འཕྲོ་བའམ་གདང་བ་དེ་འདྲ་ཡོད་མ་རེད། བྱང་ཆུབ་ཉི་མ་རེ་བཞིན་འཕེལ་ཟེར་དེ་ནི་ངའི་ཡིད་ཅིག་ད་གར་སི་གོ་ར་ཅིག་ཁང་པ་གཅིག་ན་སྒོ་དམ་པོ་བཅད་ནས་དེ་ནས་གཟབ་གཟབ་བྱས་ནས་སྤྱང་པོ་བྱས་ནས་སོང་བསྡད་པ་ཡིན་ན་དེ་ནས་ཕྱི་ལོག་གི་རྐུན་མ་དེ་ཚོ་ཡོང་ན་བཅོམ་ནས་དེ་འདྲ་བྱེད་ཀྱི་རེད་བ་དཔེ་དེའི་ནང་ཡིན་ཅིག་བྱས་ནས་ཁོང་གི་ཡུལ་དེ་ཚོ་ལ་སེམས་དེ་ཚོ་དེ་གི་དེ་ཡུལ་ལ་མ་རག་ཅིག་མ་ཡོང་བའི་ཐོག་ནས་ནས་དགེ་སྦྱོར་དེ་ཚོ་ཡག་པོ་འཕེར་གྱི་ཡོད་སོང་ནས་ཁོ་རང་གི་ཉམས་ལེན་གི་རྟོགས་པ་མགུར་དུ་དྲངས།

འདི་ཡང་མགོ་གསར་བའི་སེམས་མི་རྟོག་པའི་ཚིག་ཏུ་འདུག་པས་འདི་ཡིན་སྙམ་བསམ་ལགས་ན་འཆིང་བ་ལས་མ་འོངས་ཞེས་གསུངས་ནས་འདི་སྐད་དུ་གསུངས་དཔེ་ནང་གི་ཨོ་ད་ལྟའི་བླ་མ་དེ་གི་གསུངས་དེའང་ད་དེ་ཧ་ཅང་རེ་བཞག་དེ་སྔ་འཇུད་ཁོང་དང་ད་ལྟ་དེ་གི་ཧྲིན་ཞུ་དང་སློབ་དཔོན་ཧྲིན་ཞུ་གཉིས་ཀ་རྟོག་འགྲུལ་གྱི་ཚིག་སུ་བཅད་པ་དེ་ད་ལེ་བ་དང་པོ་གི་སྐབས་སུ་ཡོང་གི་ཡོད་ར་དེ་འདྲ་བོ་ཞིག་རེད་དེ་ཡིན་དེ་གི་འདི་སྐད་གསུངས་ཨོ་དེ་ཡང་ཅིག་གནས་ལུགས་ཀྱི་རྒྱན་ཅིར་རྟོགས་ནས་དེ་གི་ད་དོན་དམ་ཅུང་མ་ཇི་བཞིན་དུ་ཁོ་རང་གཅིག་རྣམ་གྲངས་མ་ཡིན་པའི་དོན་དམ་རྩར་འདོན་བྱས་ནས་ཟེར་བ་ཞིག་བ་ང་ཚོ་འོག་མའི་སྐབས་སུ་དེ་འདྲ་བ་བྱས་ནས་དོན་དམ་ཅུང་མ་ཅི་མ་མ་ཡིན་པ་དེ་འདྲའི་ཅིག་རེད་མི་འདུག་གསུངས་རེད་དེ། དེ་འདི་བཞིན་ཉམས་སུ་བླངས་ཀྱང་འཆིང་བ་ལས་མི་འོང་ཞེས་གསུངས་ནས་འདི་སྐད་དུ། དཔེའི་ནང་ང་ལ་གཡོ་ཐབས་མེད་བསམ་གཞིགས་བརྒྱ་སྟོང་བཅོས་མི་ཤེས། ང་གཡོ་རྒྱུ་མེད་ཅེས་གཡོ་རྒྱུ་མེད་ཟེར་བ་དེ་ལྟ་ཅི

དགག་སྒྲུབ་མི་བྱ་བར་རང་སར་བཞག་གི་ཡོད་རེད་དེ་དགག་སྒྲུབ་མི་བྱ་བར་ཨོ་དེ་དེ། ཁྱེད་དེ་འཇུར་བས་བཅངས་ན་ཆུ་ཉིད་ཅང་མི་གཏོང་ཁ་དར་ཡང་ཅང་མཚན་མི་གཟིགས། ཉིན་ཙམ་བསྒོམས་པའི་མདའ་ཡང་ཆང་བཞིན་ཉིད་སོང་ནས་ནི་ཅི་བྱུང་ཚོགས་ཀྱི་ནང་ལ་སོང་བ་ནང་བཞིན་གཅིག་དེ་གི་དེ། དེ་བསམ་གཞིག་བརྒྱ་སྟོང་དེ་ཚོ་ཕར་བཅོས་ནས་དེ་འདྲ་ཡིན་ན་ནི་མི་མཐུན་པ་དང་གཉེན་པོ་དབྱེར་མེད་པའི་དོན་ལ་རག་གི་ཡོད་མ་རེད་ད་དེ་ཡིན་དུས་མི་མཐུན་པ་དང་གཉེན་པོ་དབྱེར་མེད་པ་བྱ་བ་དེ། སྔོན་གྱི་སྐྱེ་བོ་དམ་པ་རྣམས་དང་སྔ་འགྱུར་གྱི་མཁས་པ་རྣམས་ཀྱིས་གསུངས་ན་ཡང་དེ་ག་དུས་སྐྱོན་དང་ཡོན་ཏན་མི་རབས་གཉིས་པོ་དབྱེར་མེད་ཞེས་རྣམ་པར་རྟོག་པའི་མཚམས་མ་ཅི་བྱུང་བ་ཡང་མ་བཀག་རང་བྱུང་མ་འབྲང་རང་བཞིན་དེ་མཐར་ཉིད་ཙམ་དུ་སྒོམས་ཤིག་དེ་ལ་བཤད་གསུང་བ་དེ་རེད་བ་དེ་འདྲ་ཡིན་དེ་ག་དུས་བསམ་གཞིག་བརྒྱ་སྟོང་བཅུ་ཡོད་ལྔ་བཅུ་ཡོད་མ་རེད་ད་དེ་རེད་དབྱེར་ལ་ཇི་ལྟར་སེམས་བསྐྱེད་པ་དེ་ལྟར་དེ་ལྟར་བྱང་ཆུབ་འཕེལ་ཞེས་ལོ་དེ་ཁོ་རང་གི་སེམས་ཇི་ལྟར་ཡོད་རེད་ལ་བལྟས་ནས་སྐྱེས་ན་ཡང་དེའི་ནང་བཞིན་གྱི་བྱང་ཆུབ་དེ་འཕེལ་འགྲོ་འགྲོ་སོང་ནས་དེ་ཡིན་དུས་ད་ལྟའི་གི་ཅིག་གར་ཞིག་གིར་བཏང་བ་ཙམ་གྱིས་རང་སར་བཀྲོལ་ནས་དེ་འགྱུ་བ་རང་སར་བཀྲོལ་བ་ཆུ་ཁུར་བཀྲོལ་འགྱུ་བ་རང་སར་བཞག་པས་ཆུ་ཁུར་བཀྲོལ་ཟེར་བ་དེ་རིག་པ་རང་གྲོལ་གྱི་བླ་མ་ལ་གསོལ་བ་འདེབས་སོང་ལེའུ་དུ་མའི་ནང་གསང་བ་ནང་བཞིན་འགྱུ་བ་རང་སར་བཀྲོལ་བའི་དོན་དག་རེད་ཡོད་རེད་ལ་ཇི་ལྟར་སེམས་བསྐྱེད་པ་དེ་ལྟར་དེ་ལྟར་བྱང་ཆུབ་འཕེལ་ཞེས་ཚིགས་སུ་བཅད་པ་དེ་སོང་བ་རེད།